ད་དེ་རིང་འདི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཁོང་ལོ་དགུ་བཅུ་ལ་ཡར་ཕེབས་པའི་དགོས་འདུན་གྱི་ཆ་ཤས་སླད་དུ། ད་གིན་དྲུང་ཆེ་མཆོག་གསུངས་པ་ནང་བཞིན་གྱི་བོད་བརྒྱུད་ནང་བསྟན་གྱི་ཁྲོད་ལ་ཡང་བོད་མིའི་ནུས་སྟོབས་གོང་འཕེལ་གྱི་ཚོགས་ཆེན་འདི་འདྲ་ཞིག་དེ་ད་ཚོགས་གནང་ཡག་གི་འདུག་དབུ་བཟུང་གནང་གི་ཡོད་རེད་དེ་ཡིན་དུས་ང་རའི་ངོས་ནས་ཚོགས་ཆེན་ཞིག་ཚོགས་གནང་ཡ། དེ་ལ་ཡང་ག་གུས་ཡི་རངས་ཀྱི་ཐོག་ནས་ཐུགས་རྗེ་ཆེ་ཞེས་ཞུ་བ་ཡིན་འདི་འདྲ་བའི་ཚོགས་ཆེན་ཚོགས་གནང་ཡང་དེ་ལ་བརྟེན་ནས་གཅིག་ནས་སྐྱབས་མགོན་རྒྱལ་བོ་ཡིད་བཞིན་ནོར་བུའི་བཀའ་དགོངས་གྲུབ་ཡ། གཉིས་ནས་བོད་བརྒྱུད་ནང་བསྟན་གྱི་ཁྲོད་ལ་ཡང་ཏན་ཏན་གྱི་ནུས་པ་གོང་འཕེལ་འགྲོ་ཡ་གཅིག་དང། དེ་བཞིན་དུ་དུས་དང་བསྟུན་པའི་གོམ་འགྲོས་ཆེན་པོ་ཅིག་རེད་བསམ་པའི་ཐོག་ནས་དུས་ཆེས་ཆེ་ཞུ་ཡ་ཡིན། རྒྱ་བོད་ཡིད་བཞིན་ནོར་བུས་ཡང་ནས་ཡང་དུ་བཀའ་གནང་ཡ་ལ་ཡ། ང་རང་ཚོ་འཛམ་བུ་གླིང་འདིའི་ཐོག་ལ་ཡ་བུད་མེད་རྣམ་པ་ཚོ་གི་ཅིག་ནུས་པ་གོང་དུ་བཏོན་དགོས་ཡ་ཅིག་གལ་ཆེན་པོ་ཡིན་པ་བུད་མེད་ཀྱི་ནུས་པ་སྐད་གསེང་དང་བུད་མེད་ཀྱི་ནུས་པ་གོང་དུ་བསྡུ་སྟོན་ཐུབ་པ་ཡིན་ན། དེ་ལ་བརྟེན་ནས་འཛམ་གླིང་ནང་ལོགས་ལ་ཡང་འཆམ་མཐུན་དང། ད་ག་ནས་གཞན་གྱི་འཛམ་བུ་གླིང་ནང་ལ་ཡོད་པའི་འཚེ་བ་དང་མང་པོ་ཅི་ཉུང་རུ་འགྲོ་ཡག་གི་བཀའ་སློབ་ད་རབ་དང་རམ་པ་མང་པོ་ཕེབས་པ་དེ་ཚང་མའི་དགོངས་པ་སྔ་སེ་ནང་བཞིན་རེད། བཀའ་སློབ་ཁ་ཤས་ནང་ལོགས་ལ་ཡ། ཅིག་འཛམ་གླིང་འདིའི་ནང་ལོགས་ལ་ཡ། དཔེར་ན་དབུ་ཁྲིད། མང་ང་དེ་ཅིག་བུད་མེད་ཅིག་ཆགས་པ་ཡིན་ན། ཅིག་བྱས་ན་དམག་འཁྲུག་དང་དེ་འདྲས་ཅིག་ཉུང་ང་ཅིག་འགྲོ་སྲིད་གི་རེད་ཅེས་ནས་བཀའ་ཕེབས་པ་དེ་འདྲས་ཅིག་རེད། རུ་བ། དེ་འབྲས་ཀྱི་ཐོག་ནས་ད་གང་ལྟར་འཛམ་བུ་གླིང་ནག་ལོག་ལ་ཡང་བུད་མེད་ནུས་སྟོབས་གོང་འཕེལ་གྱི་ལས་འགུལ་སྣ་མང་ཅིག་སྤེལ་དང་སྤེལ་བཞིན་པ་རེད་དེ་རེད་ཅིག་སྤེལ་བ་ལ་བརྟེན་ནས་འཛམ་བུ་གླིང་ནག་ལོག་ལ་ཡང་བུད་མེད་མང་པོ་ཅིག་རང་ཉིད་རང་ངོ་རང་ཤེས་ཀྱི་ཐོག་ནས་ཅིག་སོ་སོའི་རྐང་པའི་སྒང་ལ་ལངས་ཐུབ་པ་ཙམ་དུ་མ་ཟད་པའི་དེ་ལ་བརྟེན་ནས་སོ་སོའི་ཁྱིམ་ཚང་ཙམ་དུ་མ་ཟད་པའི་ཅིག་འཛམ་བུ་གླིང་སྤྱི་ལ་ཡིན་ན་ཡང་ནུས་པ་ཆེན་པོ་འདོན་ཐུབ་ཉེན་ཞབས་འདེགས་ཆེན་པོ་བསྒྲུབ་ཐུབ་ཉེན་བྱུང་དང་འབྱུང་བཞིན་པ་ཅིག་རུ་བ། སྤྱིར་བཏང་ང་ཚོའི་ལོ་རྒྱུས་ནང་ལ་ཆ་བཤད་པ་ཡིན་ན། དུས་རབས་བདུན་པ་དང་དེ་ཚོའི་ནང་ལོགས་ལ་ཡང་དཔེར་ན་རྒྱ་ནག་ནང་ལོགས་ལ་ཡང་ཝུ་ཙེ་ཐན Wu Zhe Tan ཞེས་ནས་རྒྱལ་མོ་ཞུས་ནས་འདྲ་ནུས་པ་ཆེན་པོ་ཅིག་བྱུང་ཡོད་རེད་བ། ཨ་ད་ནས་གཞན་གྱི་དུས་རབས་པེ་ཅིན་བཅུ་དྲུག་ཟེར་ནང་ལོགས་ལ་ཡང་དབྱིན་ཇིའི་ནང་ལོགས་ལ་ཡང་རྒྱལ་མོ Elizabeth དང་པོ། དུས་རབས་དེའི་རྗེས་ལ་ཡང་བཅོ་བརྒྱད་ནང་ལོགས་ལ་ཨུ་རུ་སུ་བསྡུ་བ་ཡིན་ན་ཡང་ཁེད་རིན་གཉིས་པ་ལ་སོགས་པ་འདི་འདྲས་ཀྱིས་འཛམ་གླིང་ནང་ལོགས་ལ་ཡང་བུད་མེད་ནུས་པ་སྟོན་ཐུབ་མཁན་མང་པོ་ཅིག་བྱུང་ཡོད་རེད་དེ་ལས་ཡིན་ན་ཡང་ཉུང་ཉུང་ཞིག་ར་ཅིག་ཆགས་བསྡད་ཡོད་རེད་འདི་འདྲས་ཅིག་ཡོང་བསྡད་ཡ་དེ་ཡང་སྐབས་རེ་ལོ་བརྒྱ་ཕྲག་གཅིག་ཟིན་གཉིས་ཟིན་ནང་ལོགས་རེས་རེས་ཡོང་བསྡད་ཡ་དེ་འདྲས་ཅིག་ཆགས་བསྡད་ཡོད་རེད་ད་ཡིན་ན་ཡང་དོན་གྱིས་ཞུས་པ་ནང་བཞིན་གྱི་བུད་མེད་ཀྱི་ནུས་སྟོབས་གོང་འཕེལ་སྟོན་ཡ་དང་འདི་འདྲས་ཀྱིས་ད་དུས་རབས་ཉི་ཤུ་དང་འདི་འདྲས་ཀྱི་ནང་ལོགས་ལ་ཡང་ཞི་དྲག་གི་དར་ཁྱབ་ཅིག་བྱུང་ནས་ཨ་གཅིག་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ནས་བྱས། ད་ད་ལྟ་བར་དུ་ཕལ་ཆེན་ལོ་དྲུག་ཅུ་ལྷག་སི་ཏིའི་ནང་ལོགས་ལ་ཡང་འཛམ་བུ་གླིང་གི་རྒྱལ་ཁབ་ཁག་གི་དབུ་ཁྲིད་ཉེན་སྲིད་འཛིན་དང་སྲིད་བློན་དང་འདི་འདྲ་ཕལ་ཆེན་བརྒྱ་མ་སྲིད་མི་གཅིག་དགུ་བཅུ་ལྷག་ས་ཞིག་བྱུང་བསྡད་ཡོད་རེད། ཐོག་མར་ཤི་རི་ལང་ཀ་ནང་ལོགས་ལ་ཡང་གཅིག་སྟོང་དགུ་བརྒྱ་དྲུག་ཅུའི་ལོགས་ལ་ཡང་སྲིད་བློན་གཅིག་ཐོག་མར་བུད་མེད་ཅིག་བྱུང་ནས་དེ་ནས་རིམ་པས་ད་ལྟ་བར་དུ་ད་མང་ལ་མང་འགྲོ་བསྡད་ཡ་ཅིག་ཆགས་བསྡད་ཡོད་རེད། དེ་ཡིན་དུས་དེ་ག་རེ་མཚོན་གྱི་ཡོད་རེད་ཟེར་བྱས་པ་ཡིན་ན་བུད་མེད་ཀྱི་ནུས་སྟོབས་དེ་རིམ་པས་རིམ་པས་ཤུགས་ཆེ་རེ་འགྲོ་གི་ཡོད་པ་བཅས་མཚོན་གི་ཡོད་རེད། ཡིན་ན་ཡང་ཉམས་ཞིབ་གནང་མཁན་མང་པོ་བྱེད་ཀྱི། ད་བུད་མེད་ད་ལྟའི་འཛམ་གླིང་གི་དབུ་ཁྲིད་ངན་དེ་འདྲས་ཀྱི་མང་རུ་འགྲོ་གི་ཡོད་རེད་དེ་ལས། ཡིན་ན་ཡང་ད་ལྟའི་དེ་འདྲས་བཅས་ཀྱི་རེ་བ་འགྲོ་སྟངས་ཟེར་ནས་ར་བཅས་དེ་འདྲས་བཅས་ཀྱང་ཕྱིན་པ་ཡིན་ན་མ་འོངས་པ་ལ་ཡང། ཅིག་ཕོ་མོ་གཉིས་ཀྱི་ཐོག་ནས་འདྲ་མཉམ་གྱི་ཐོག་ནས་འཛམ་གླིང་རྒྱལ་ཁབ་རེ་དེ་འདྲ་གི་དབུ་ཁྲིད་ཡན་འདྲ་མཉམ་ཆགས་ཡ་ལ་ཡ་དོན་ཏོ་ཡིན་ན་ཡ་ལོ་བརྒྱ་དང་སུམ་ཅུ་ཡན་ཞིག་འགོ་དབུ་ཡོད་པ་དེ་འདྲ་ཅིག་བཤད་ཀྱི་ཡོད་པ་རེད་ད་གང་ལྟར་གཅིག་ནས་འགོ་བོ་རེད་གཉིས་ནས་ཡང་དེ་སྔོན་ལུགས་རྒྱུད་དུ་བསྡུར་བ་ཡིན་ན་ཞི་རགས་ཀྱི་བེ་བེ་ཟད་མགྱོགས་པོ་ཅིག་ཆགས་དེ་ཡོད་རེད་དེ་ལ་བརྟེན་ནས་དངོས་གནས་ཅིག་དགའ་འོས་པ་ཅིག་ཆགས་དེ་ཡོད་རེད་ད་འདིའི་ནང་ནས་ང་ཚོ་ནང་བསྟན་གྱི་ཁྲོད་ལ་ཡ་ཅིག་བུད་མེད་ནུས་སྟོབས་ཅིག་ཐོག་ལ་ཡང་ཞུས་པ་ཡིན་ན། སྤྱིར་འཛམ་བུ་གླིང་ནག་ལོགས་ལ་ཡང་ཆོས་ལུགས་མང་པོ་ཞི་རགས་ཡོད་རེད། ཆོས་ལུགས་མང་པོ་ཡོད་པའི་ནང་ནས། ཆོས་ལུགས་ཀྱི་ཁྲོད་ལ་ཡང་བུད་མེད་ཀྱི་ཐོབ་ཐང། དངོས་གནས་དྲ་གནས་ཀྱི་ཅིག་ཐོབ་ཐང་ནུས་པ། གོང་འཕེལ་རེད་ནུས་པའི་རྨང་གཞི། བླ་ན་མེད་པ་བསྐྲུན་གནང་ཡིན་ཏེ་བདག་ཅག་གི་སྟོན་པ་བཀའ་དྲིན་ཅན་ཆགས་བསྡད་ཡོད་རེད་བ། བདག་ཅག་གི་འདུན་པ་བཀའ་དྲིན་ཅན་གྱི། རེ་བ། ཆོས་ཉམས་ལེན་གྱི་གཞི་རྩ་དེ། ཚུལ་ཁྲིམས་ཀྱི་ཉམས་ལེན་ཆགས་ཀྱི་ཡོད་རེ་བ་སྤྱི་དང་ང་ཚོ་ཉམས་ལེན་དེ་བསླབ་པ་གསུམ་གྱི་ཉམས་ལེན་བསླབ་པ་གསུམ་གྱི་ཉམས་ལེན་ནང་གི་གཞི་རྩ་དེ་བསླབ་པ་ཚུལ་ཁྲིམས་ཀྱི་ཉམས་ལེན་དེ་ཆགས་ཀྱི་ཡོད་རེད་ཚུལ་ཁྲིམས་ལ་ཡང་སོ་ཐར་ཆགས་སའི་གསང་སྔགས་ཀྱི་ཚུལ་ད་སྡོམ་པ་དང་འབྲེལ་བའི་ཚུལ་ཁྲིམས་ཡོད་པའི་ནང་ནས་གཞི་རྩ་རེད་དེ་སོ་ཐར་གྱི་ཚུལ་ཁྲིམས་འམ་སོ་ཐར་གྱི་སྡོམ་པ་དེ་ཆགས་ཀྱི་ཡོད་རེད་འདི་ལྟ་བུའི་སོ་ཐར་གྱི་སྡོམ་པ་དེ་ཕོ་མོ་དབྱེར་མེད་ཀྱི་ཐོག་ནས་དགེ་བསྙེན། ཕ་མ། དགེ་ཚུལ་ཕ་མ། དགེ་སློང་ཕ་མ་བྱས་ནས་ཕོ་མོ་དབྱེར་མེད་ཀྱི་ཐོག་ནས་ཐོབ་ཐང་འདྲ་མཉམ་གྱི་གནང་ཡོད་རེད། དེ་འདྲས་ཀྱི་གནང་ཡ། དེའི་ཚེ། དེའི་དུས་ལ་ཡ། ད་ལྟ་ནས་བརྩེ་བའི་ལོ་དྲུག་བརྒྱ་ཉེ་བའི་གོང་ལ་ཡ། ཕོ་མཆོག་མོ་དམན་གྱི་ལྟ་ཚུལ་ཧ་ལས་པའི་ཤུགས་ཆེན་པོ་ཡོད་པ་སྤྱི་བཏང་འཛམ་གླིང་ཁྱོན་ཡོངས་ལ་ཤུགས་ཆེན་པོ་ཡོད་པ། དེའི་ནང་ནས་རྒྱ་གར་ལ་དེ་དེ་བཞིན་གྱི་ཤུགས་ཆེན་པོ་ཡོད་པའི་སྤྱི་ཚོགས་ཀྱི་ནང་ལ། དེ་འདྲས་ཀྱི་ཐོབ་ཐང་འདྲ་མཉམ་འདྲ་བོ་ཞིག་གནང་ཡ་དེ་ཧ་ལས་པའི། རླབས་ཆེན་ཞུ་ནས་འདྲ་དེ་འདྲས་ཞིག། ཐུགས་རྗེ་བཀའ་དྲིན་བླ་ན་མེད་པ་ཅིག་ཆགས་བསྡད་ཡོད་རེད། དེ་བཞིན་དུ་སྟོན་པ་བཀའ་དྲིན་ཅན་གྱི་ཆོས་ཚུལ་དེ། ཕོ་མོ་འདྲ་མཉམ། དེ་བཞིན་དུ་རིགས་མེད་ཚོ་རུས་མེད་ཚོ་གྲུབ་པ་གཙོ་བོ་བྱས་ནས། རིགས་རུས་དང་དེ་འདྲས་ཀྱི་ཕྱོགས་ཞེན་མེད་པ་ཧ་ལས་པའི་ཆོས་ཚུལ་བླ་ན་མེད་པ་ཅིག་ཆགས་བསྡད་འདུག་ད་དེ་རིང་སྐབས་སུ་བབས་པ་དེ་བོད་བརྒྱུད་ནང་བསྟན་གྱི་ཁྲོད་ལ་ཡང། བུད་མེད་ཀྱི་ནུས་སྟོབས་ད་ད་རིང་དེ་གོང་འཕེལ་གྱི་ཚོགས་ཆེན་དེ་འདྲ་ཞིག་ཚོགས་ཀྱི་ཡོད་རེད། བུད་མེད་ཀྱི་ནུས་སྟོབས་དེ་བོད་བརྒྱུད་ནང་བསྟན་གྱི་ནང་ལོགས་ལ་ཡང་གོང་འཕེལ་གནང་ཡག་ལ་ཡང། དངོས་གནས་ཀྱི་བླ་ན་མེད་པའི་རྨང་གཞི་གོ་སྐབས་བླ་ན་མེད་པ་ཇི་སྙེད་དེ་སྐྱབས་མགོན་རྒྱལ་བ་ཡེ་ཤུ་ནོར་བུ་ཉག་ཅེས་ཕྱག་ཏུ་གཡོར་བ། བུད་མེད་ནང་བསྟན་གྱི་བུ་རྒྱུད་ནང་བསྟན་གྱི་ཁྲོད་ལ་ཡང། བུད་མེད་ཀྱི་ནུས་སྟོབས་གོང་འཕེལ་གནང་པ་ལ་ཡང་གཙོ་བོ་བཤད་སྒྲུབ་ལས་གསུམ་གྱི་ཐོག་ནས་ནུས་སྟོབས་གོང་འཕེལ་གནང་དགོས་ཅེས་ཕྱག་ཡོད་པ་རེད། བཤད་སྒྲུབ་ལས་གསུམ་གྱི་ཐོག་ནས་གནང་པ་ལ་དེའི་ནང་ནས་གཞི་རྩ་རེད་དེ་བཤད་པ་དང་སྒྲུབ་པ་ཟུང་དུ་འབྲེལ་བ། ཐ་སྙད་གཞན་གྱི་ཐོག་ནས་ཞུས་པ་ཡིན་ན་ལུང་རྟོགས་ཀྱི་བསྟན་པ་གཉིས་ཀྱི་ཐོག་ནས་ཡིན་པ་རེད། དེས་འདིར་ཀུན་མཁྱེན་དབྱིག་གཉེན་གྱི་མཛོད་རྩ་བའི་ནང་ལོགས་ལ་ཡང་སྟོན་པའི་དམ་ཆོས་རྣམ་གཉིས་ཏེ། ལུང་དང་རྟོགས་པའི་བདག་ཉིད་དུ་གསུངས་པ་ནང་བཞིན་གྱི་ལུང་རྟོགས་ཀྱི་བསྟན་པ་གཉིས་འཛིན་པའི་ཐོག་ནས་གུག་ཡོད་རེད། འདི་ལྟས་ཕར་གསལ་རེ་བཏང་པ་ཡིན་ན་རྗེ་གུང་ཐང་ཚང་གིས་ལུང་ཆོས་སྡེ་སྣོད་གསུམ་གྱི་འཆད་ཉན་དང་རྟོགས་པའི་བསྟན་པ་བསླབ་གསུམ་ཉམས་ལེན་ཏེ་གསུངས་པ་ནང་བཞིན་གྱི་ལུང་སྡེ་སྣོད་གསུམ་གྱི་ལ་ཡང་འཆད་ཉན་དེ་ཀྱི་བརྗོད་དོན་དེ་ཉམས་སུ་བླང་བའི་ཐོག་ནས་གང་དང་ཤེས་པ་དང་སྒྲུབ་པ་ཟུང་དུ་འབྲེལ་བ་ཞུ་ནས་འདྲ་ལུང་རྟོགས་ཀྱི་བསྟན་པ་ཉིད་འཛིན་པའི་ཐོག་ནས་ནུས་པ་སྟོན་དགོས་པ་དེ་ཆགས་ཀྱི་ཡོད་རེད། འདི་འདྲས་ཀྱི་ཡོངས་པ་ལ་ཡང་གཞི་རྩ་དེ། ལུང་ཆོས་སྡེ་སྣོད་གསུམ་ལ་ཡང་བས་གཞན་ལ་ཡིན་ན་ཡང་འཆད་བཞིན་པ་སོ་སོ་ཡིན་ན་ཡང་བརྗོད་དོན་རྟོགས་ཐུབ་པ་ཞིག་དགོས་ཀྱི་ཡོད་རེད། འདི་འདྲས་ཡིན་དུས་ད་སྔར་བོད་རེད་དྭགས་ནས་ཤེས་ཀི་ང་རང་ཚོ་བོད་ཀི་སྟག་རིགས་སུ་གཏོགས་པ་ཞུ་ནས་དྲག་རིགས་ཀི་ཁོངས་སུ་འདུས་པའི་རྒྱ་བལ་འབྲུག་སམ་ནང་ལ་ཡོད་པའི་ཧི་མ་ལ་ཡ་ཀི་ས་ཁུལ་མང་པོ་ཅིག་ནང་ལ་ཡོད་པའི་སྟག་གང་དང་བཙུན་དགོན་བཞི་རག་མང་པོ་ཡོད་རེད་དེའི་ནང་ལ་ཡིན་ནས་བཙུན་པ་དེ་བས་མང་ང་ཅི་བཙུན་མ་དེ་བས་མང་ང་ཅི་ཡོད་རེད་ཡོད་རེད་དེ་ལས་ད་གཞུང་ཆེན་མོ་ལ་ཡ་གླ་པོ་རྣམ་གཉིས་གནང་ཡག་གི་འདི་འདྲས་ཅིག་སྔར་ཆགས་སྲོལ་འདི་འདྲས་ཅིག་བྱུང་ཡོད་མ་རུ་བ་ད་འདི་འདྲས་ཅིག་མ་བྱུང་པ་ཡིན་དུས་ད་རིམ་པས་སྐྱང་པོ་རྒྱལ་བོ་ཡེ་ཤུ་ནོར་བུ་གི། མ་འོངས་པའི་མངོན་གསལ་གྱི་ཐོག་ནས། དག་ནས་བཞེངས་ཀྱི་དཔེ་ཞི་བོ་ཅིག་གི་དགོངས་བཞེད་རྒྱ་ཆེན་པོ་ཅིག་གི་ཐོག་ནས་བཙུན་པ་གནང་པ་སོགས་ཡིན་པ་ཡིན་ན་ཡང། དོན་ཆོས་ཆོས་དེ་འདྲ་ཞིག་བློ་འཛིན་ན་དེ་འདྲ་ཙམ་མ་ཡིན་པ་གཞུང་ཆེན་མོ་ལ་ཡང་བསླབ་པ་སློབ་གཉེར་བྱེད་དགོས་རེད་བྱས་ནས་བཀའ་མངགས་མཛད་ནས་ཕེབས། དེ་འདྲས་ཀྱིས་ཕལ་པ་ཙམ་དུ་མ་ཟད་པས་ད་དེ་དང་འབྲེལ་བའི་བཀའ་གནང་པ་ཙམ་དུ་མ་ཟད་པས་དེ་དང་འབྲེལ་བའི་དོན་ལ་ཡང་ད་གུས་མ་རེད་ཁུར་ཡོག་ཞི་བོ་ཅིག་བསྐྲུན་གནང་ནས་དཔེར་ན་ད་ལྟ་རྒྱ་གར་ནང་ལོག་ལ་ཆ་བཞག་ནས་བཙུན་མའི་དགོན་པ་མང་པོ་ཞིག་ཡོད་རེད་བཙུན་མའི་དགོན་པ་འདི་འདྲས་ཅིག་མངལ་ལ་ཚུགས་བསྡད་ཡ་སློབ་གཉེར་གནང་ས་ཀྱི་འདི་འདྲས་ཅིག་ཚུགས་ཡ་ཡིན་ན་ཡང་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་ཉག་ཅིག་ལ་བརྟེན་ནས་བྱུང་བ་རེད་བཙུན་མའི་དགོན་པ་ཚུགས་པ་ཙམ་དུ་མ་ཟད་པས་འདིའི་ནང་ལོག་ལ་ཡ་བསླབ་པ་སློབ་གཉེར་གནང་ཡ་གི་ད་ཕྱག་སྲོལ་བཟང་པོ་འདི་འདྲས་ཅིག་བྱུང་ཡ་དེ་ཡང་རྒྱལ་བ་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་ཉག་ཅིག་ལ་བརྟེན་ནས་བྱུང་བ་རེད། རུ་བ། དེ་ཡིན་ཏེ། བཤད་སྒྲུབ་ཀྱི་གང་དང་ཐོག་ནས་བསྟན་པ་འཛིན་ཡ་གྱི་དངོས་གནས་ཀྱི་རྨང་གཞི་བླ་ན་མེད་པ་ཅིག་རྒྱ་རོམ་གྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་བྱུང་བ་ཅིག་དང། དེའི་སྒང་ལ་ཡ་ད་བསླབ་པ་སློབ་གཉེར་གནང་པའི་རྗེས་ལ་ཡ་བསླབ་པ་སློབ་གཉེར་གནང་ནས་ད་འདི་འདྲས་ཅིག་གྲུབ་འབྲས་འདི་འདྲས་ཅིག་ཐོན་སོང་ཟེར་ཡ་གི་དཔེར་ན། དགེ་འདུན་ཕ་ཡི་རྟེན་ལ་དགེ་བཤེས་ཟ་ཅིག་འདི་འདྲ་ཅིག་བྱུང་ནས་ད་ལོ་བརྒྱ་ཕྲག་མང་གོ་ཕལ་ཆེན་སྟོང་ཕྲག་ལ་ཉེ་བ་འདི་འདྲ་ཅིག་འགྲོ་གི་ཡོད་རེད། བཙུན་མའི་རྟེན་ལ་འདི་འདྲ་ཅིག་མེད་པ་ཡིན་དུས་ད་བཙུན་མའི་རྟེན་ལ་ཡིན་པ་ཡིན་ན་ཡང་དེ་དེ་བཞིན་གྱི་དགེ་བཤེས་མ་དགུ་དགུ་ཏུ་བྱས་ནས་ལོ་བཞི་བཅུ་ལ་ཉེ་བ་ཅིག་གི་གོང་ནས་འདི་འདྲ་ཅིག་བཀའ་ཕེབས་ནས་ཨ་ད་རིམ་པས་བཙུན་མའི་ནང་ནས་དགེ་བཤེས་མ་ཐོན་གནང་ནས་དོན་གྱིས་གསུངས་པ་ན་གཞན་གྱི་དག་རྒྱག་ཏུ་ཉི་ཤུ་གསུངས་གོ་འདུག་བ་འདི་འགྲེལ་གྱི་དོན་སྣང་དོན་སྣང་བ་ཙམ་དུ་མ་ཟད་པའི་དགེ་བཤེས་སྨྲའི་ཕྱག་རྒྱའི་སྣང་ཡང་དེ་ཡང་ཨ་ནི་ཐོག་མ་རྒྱ་བོད་ཡེ་ཤེས་ནོར་བུའི་པའི་སྤྱན་སྔ་ནས་དུ་སུ་སྣང་ཡང་དང་བའི་ཞི་རགས་ཀྱི་དག་སྐལ་པ་བཟང་པོ་འདི་འགྲེལ་གྱིས་བྱུང་བ་རེད་རུང་བ་འདི་འདྲ་ཡིན་དུས་ན་བུ་རྒྱུད་ནང་བསྟན་གྱི་ཁྲོད་ལ་ཡང་བུད་མེད་ཀྱི་ནུས་སྟོབས་གོང་འཕེལ་འདི་འགྲེལ་བྱེད་ཀྱི་དམངས་གཞས་བཀྲུ། སྟེང་ན་ཡང་བླ་ན་མེད་པ། དེ་སྐྱབས་མགོན་རྒྱལ་བ་ཡེ་ཤུ་ནོར་བུ་ཡིན་ཡིན་པ་ཡིན་དུས་ང་ཚོ་རྒྱུན་དུ་ནས་སྐྱབས་མགོན་རྒྱལ་བ་ཡེ་ཤུ་ནོར་བུ་བཀའ་དྲིན་དྲན་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་ཞིག་རེད་བསམ་དྲན་གྱི་འདུག་ད་དེའི་སྒང་ལ་ཡ། ད་ད་ལྟ་དེ་འདྲ་བའི་བཙུན་མའི་ཐོག་ནས་ཕྱག་དཔེ་གཟིགས་ནས་དགེ་བཤེས་མོ་ཐོན་ཡག་གི་མཚོན་པའི་ཕྱག་སྲོལ་བཟང་པོ་དེ་འདྲ་ཅིག་བྱུང་པ་རེད། ད་དེ་འདྲ་ཅིག་ཕྱག་སྲོལ་བཟང་པོ་བྱུང་པའི་ཐོག་ལ་ཡ་ད་དགེ་བཤེས་མ་ང་ཚོ་བཏང་གི་ཡོད་ཟེར་ཡག་དང། དྭགས་ནས་གཞན་གྱི་དགེ་བཤེས་མ་རྣམ་པ་ཚོ་ཕྱག་འཁྱེར་དེ་འདྲའི་རགས་སོང་སོང་བ་མ་ཡིན་པ། གཙོ་བོ་རྒྱ་བོར་མི་བྱེད་ཀྱི་དགོངས་བཞེས་དེ་བཙུན་མ་རྣམ་པ་ཚོ་ཕྱག་དཔེ་གཟིགས། ཕྱག་དཔེ་གཟིགས་པའི་ཐོག་ནས་ད་དགེ་བཤེས་མ་འདུག་ས་བཏང་ནས་བསྟན་པ་དང་འགྲོ་བ་ལ་ཡང་ཕན་ཡག་གི་དགོངས་བཞེས་དེ་ཡིན་པ་རེད། དེ་འདྲས་ཡིན་དུས་ཨ་ན་རྣམ་པ་ཚོ་ཡིན་པ་ཡིན་ན་ཡང་དེ་འདྲས་པའི་གོ་སྐབས་བཟང་པོ་དེ། བེད་སྤྱོད་ཡང་དག་པ་ཞིག་གནང་བའི་ཐོག་ལ། བསྟན་པ་དང་འགྲོ་བ་ལ་ཡང་ཕན་པ་ཅིག། དེ་བཞིན་དུ་རྒྱལ་བ་རིན་པོ་ཆེ་གི་དགོངས་བཞེད་སྒྲུབ་ཐུབ་པ་ཞིག་ལྷག་པར་དུ་ད་ལྟའི་སྐབས་ལ་ཡང་སངས་རྒྱ་བའི་བསྟན་པ་རིན་པོ་ཆེ་ཧ་ལས་པའི་ཉག་ཕྲ་བོ་ཅིག་ཆགས་བསྡད་ཡོད་རེད། འདི་འདྲ་བའི་ཉག་ཕྲ་བོ་འདིའི་སྐབས་ལ་ཡང་ད་ལྟའི་ཕལ་པའི་དགེ་བཤེས་མ་རྣམ་པ་གཙོ་བོར་གྱུར་པའི་བཙུན་མ་རྣམ་པ་ཚོ་རེད། དྭགས་ནས་གཤེན་གྱི་ཨ་རི་གནས་གཞན་ན་གཞན་ན་བཞུགས་པའི་བཙུན་མ་རྣམ་པ་ཚོ་ཡིན་པ་ཡིན་ན་ཡང། ད་ལྟའི་གཉན་འཕྲང་དང།

བུད་མེད་ཀྱི་ནུས་སྟོབས་གོང་འཕེལ་གནང་དགོས་ཀྱི་ཡོད་ན་གནང་ཡག་གི་སྐབས་སུ་བབས་པ་དམིགས་བསལ་གྱི་ནུས་པ་ཡོད་དེ་འགྱོ་དེ་རྫུན་མ་ནང་པོ་སོགས་ཆགས་ཏེ་ཡོད་རེད་དེ་ནང་ནས་ད་ཅིག་གི་ཆབ་པའི་གཞུང་ཆེན་མོ་ལ་ཡང་ཆབ་པའི་ཟིན་ཉེས་ཀྱི་རྫུན་མ་ནང་པོ་སོགས་ཆགས་ཏེ་ཡོད་རེད་དེ་འདྲ་ཡིན་དུས་ད་རྫུན་མ་ནང་པོ་དང་དགེ་བཤེས་མ་ནང་པོ་སོགས་ཡིན་པ་ཡིན་ན་ཡང་ད་གལ་ཆེ་ཤོས་དེ་ཐུགས་ཁུར་ཆེ་བཞེས་ཀྱི་ཅིག་དང་ཨ་འདྲ་ལྷག་པར་དུ་ཆབ་པའི་ཟིལ་པ་དེ་ཨ་འདྲ་ཅིག་གི་སོ་སོ་གལ་ཆེ་ཤོས་གཅིག་དེ་ང་རང་ཚོ་རབ་ཏུ་བྱུང་ཡ་དེ་ཡང་ངེས་པར་བྱུང་བའི་ཚུལ་ཁྲིམས་ཀྱི་དབང་དུ་བྱས་ཏེ་གསུངས་པ་ནང་བཞིན་གྱི། སོ་སོ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡ་ལ་ཡ། གང་སློབ་སྤྱོད་སློབ་གཉེར་རྣམ་པ་དེ་ཕར་སྦྱར་ཐུབ་པ་ཅིག་ཐར་པ་དང་ཐམས་ཅད་མཁྱེན་པའི་ཐོབ་ཡ་ལ་ཡ་ཕར་འདྲིས་ཐུབ་པ་ཅིག་གནང་ཡ་དེ་གལ་ཆེན་པོ་ཅིག་དང། འདི་འདྲས་ཅིག་གི་ཐོག་ནས་རང་ཉིད་མངལ་ལ་ཡང་རྗེ་རིན་པོ་ཆེ་གིས་རང་མ་ཐུལ་བར་གཞན་ཐུལ་བའི་གནས་མེད་པས་གསུངས་པ་ན་གཞན་གྱིས་ཐོག་མར་སོ་སོ་རང་ཉིད་གང་ཉམས་ལེན་གནང་པ་ག་ལ་བ་རེད་སློབ་སྦྱོང་གནང་པ་དེ་ཉམས་ལེན་ལ་འདྲིས་ཐུབ་པ་ཅིག་གི་ཐོག་ནས་ཨ་ནི་གཉིས་པ་དེ་ང་ཚོ་སྤྱི་ཚོགས་ལ་ཡང་སོ་སོའི་སློབ་སྦྱོང་གནང་པ་དེ་གི་ཐོག་ནས་སྤྱི་ཚོགས་ལ་ཕན་པ་སྒྲུབ་ཡ་ཅིག་མི་གཞན་ལ་ཡང་བཟང་པོའི་སློབ་གསོ་བརྒྱབ་ཐུབ་པ་ཅིག་མི་གཞན་ལ་ཡང་འདི་ཕྱི་ཀུན་ཏུ་ཡང་དགེ་བའི་ལམ་ལ་བཀོད་ཐུབ་པ་ཅིག་གནང་ཡ་དེ་གལ་ཆེན་པོ་ཅིག་རེད་ཤག་དེ་ཡིན་དུས། གལ་ཆེ་ཤོས་དེ་དག་ཧུར་ཐག་པར་ཐག་གནང་ནས་གང་དང། སོ་སོའི་ངོས་ནས་གང་ཡོང་ཅི་ཡོང་གི་ཐོག་ནས་དང་གང་བྱས་སྤྱི་ཚོགས་ལ་ཡ་ཕན་པ་ཅིག་དང་སངས་རྒྱས་ཀྱི་བསྟན་པ་ལ་ཡ་ཞབས་འདེགས་བསྒྲུབ་ཡ་དེ་ཞི་བ་ཅིག་གལ་ཆེན་པོ་ཅིག་ཨ་འདིའི་སྒང་ལ་ཡ་ད་ཞབས་འདེགས་དེ་འདྲས་ཅིག་བསྒྲུབ་ཡ་ལ་ཡ་དེ་རིང་ཁ་སང་ད་དུས་ཚོད་དང་བསྟུན་པའི་ཐོག་ནས་ཅིག་དུས་ཚོད་ཀྱི་འགྱུར་འགྲོས་དང་མང་པོ་ཅིག་ཡོད་རེད་དེ་འདྲས་ཡིན་དུས་ད་དུས་ཚོད་ཀྱི་འགྱུར་འགྲོས་འདིའི་ནང་ལོགས་ལ་ཡ་བཟང་ངན་ཆ་ཡོད་རེད་ངན་པའི་ཆ་མང་པོ་ཅིག་ཡོད་རེད་ད་བཟང་ངན་ཆ་ཞུ་ནས་འདྲ་ཅིག་ཆ་རྐྱེན་གྱི་ཆ་དེ་ཚོ་ང་ཚོས་དམ་འཛིན་གནང་བའི་ཐོག་ནས་རེད་བ། ད་དེ་རིང་ག་ཚང་ཆ་བཤད་ན་དྲ་རྒྱའི་དུས་ཚོད་དང་མང་པོ་ཞུ་བ་ཅིག་ཡིན་པ་ཡིན་དུས། དྲ་རྒྱ་ཡིན་ནས་དྲ་དེ་འདྲས་ཀྱི་ཐོག་ནས་བྱས་པའི་ན་ཡང་དང་དེ་འདྲས་ཀྱི་ཁོར་ཡུག་བཟང་པོ་ཅིག་ཆགས་ཏེ་ཡོད་རེད་ད་ངོ་མ་ཡིན་པ་ཡིན་ན། ཅིག་ལོ་བརྒྱ་ཕྲག་དང་སྟོང་ཕྲག་གི་ཁོངས་ལ་ཡ་ཧ་ལས་པའི་ཆ་རྐྱེན་སྐྱོ་པོ་ཞུ་བ་ཅིག་རེད། བརྒྱ་ཕྲག་བཞག་ནས་ང་ཚོ་དཔེར་ན་ལྔ་བཅུ་ང་དགུའི་སྐབས་ལ། བོད་ས་ཤོག་ནས་ཨ། རྒྱ་གར་ལ་ཡ། སྐྱབས་མགོན་རྒྱལ་བོ་ཡེ་ཤུ་ནས་དབུ་མཛད་པས་ད་བོད་པ་ཁྲི་བརྒྱད་ཟེར་ཅིག་ཕེབས་པའི་སྐབས་ལ་ཡ་གནས་སྟངས་དངོས་གནས་དྲང་གནས་ཀྱི་ངོ་ཤེས་པ་ས་དང་གནམ་གཉིས་མ་ཞིག་ཡོད་མ་རེད་ཟེར་ཏེ་ཁ་མཁས་པོ་བཤད་པ་མ་ཡིན་པར་དོན་དངོས་གནས་དེ་འདྲས་ཅིག་ཆགས་འདི་ཡོད་རེད་བ། ཡིན་ན་ཡང་འདི་འདྲས་ཀྱི་གནས་སྟངས་ཅིག་ཐབས་སྐྱོ་བོ་འདི་འདྲས་ཅིག་ཡོད་རེད་དེ་ལས་ད་གཙོ་བོ་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་དང་འདིའི་འོག་ལ་ཡང་ང་ཚོ་ཕོ་མོ་དབྱེར་མེད་ཀྱི་ཐོག་ནས་དྭངས་ནས་ཤིང་ཆུ་རྒྱུས་ཁྱད་པར་མེད་པའི་ཐོག་ནས་ཨ་ནི་ཅེས་གྲྭ་བཙུན་ཁྱད་པར་མེད་པའི་ཐོག་ནས་ང་རང་ཚོ་མི་ཐོག་གོང་མ་རྣམ་པ་སོགས་ཀྱི་རིག་པ་ཅིག་སྒྲིམ་གནང་ནས་སྐུ་ལས་ཅིག་བསྐྱོན་ནས་རེ་བ་དཀའ་ངལ་མང་པོ་ཅིག་ལ་གདོང་ལེན་གནང་ནས། སངས་རྒྱས་ཀྱི་བསྟན་པ་རེ་རིག་གཞུང་རེ་གང་ཅིའི་ཐད་ལ་ཡང་གཞི་རྐང་འདི་འདྲ་ཅིག་ཚུགས་ཐུབ་པ་ཅིག་དང་ད་རིང་གི་གྲུབ་འབྲས་འདི་འདྲ་ཅིག་ཐོབ་ཐུབ་པ་ཅིག་བྱུང་བར་བ་ད་སྙན་མ་དང་བསྡུར་བ་ཡིན་ན་ད་རིང་ཁ་སང་ཧ་ལས་པའི་ཆ་རྐྱེན་ཡག་པོ་རེད། སྙན་མ་ཕག་བཟོ་ཅིག་ཡར་མར་ཅིག་འགྲུལ་བཞུད་ཅིག་བྱེད་དགོས་བྱུང་བ་ཡིན་ན་ཡང་ཞི་བོ་ཅིག་ཁག་པོ་དག་ནས་བཞིན་གྱི་ཅིག་སླ་པོ་སློབ་གཉེར་ཅིག་གནང་དགོས་བྱུང་བ་ཡིན་ན་ཡང་བཟི་ཡག་གི་ཆ་བེ་ཡིན་ན་ཡང་བེ་དཔེ་ཆ་ཡིན་ན་ཡང་མ་རག་ཡག་ཅིག་སློབ་པ་སློབ་གཉེར་རྣམ་པའི་སྐབས་ལས་ནི་ཆོས་ཡག་གི་ཞལ་ལག་ཡེ་ནས་ཡང་སྐྱོབ་བོ། བཞུགས་ས་ཡེ་ནས་ཡང་སྐྱོབ་བོ། གང་ཅིའི་ཐད་ནས་མཐུན་རྐྱེན་སྐྱོབ་བོ་ཅིག་རེད། རེད། ངོ་མ། གདན་ས་ལ་ཡང། དགེ་བཤེས་ལགས་ཞིག་ཡོད་རེད་ད་ད་ལྟ་ཤག་ཚར་བ་རེད་ཁོང་གཉེན་ཞལ་འཚོལ་དགོས་ཡོད། ཅེས་ཨ་ནི་ཁོང་ཉིན་མོ་ཆེ། དེ་ནང་དུ་ཁོང་སོ་ཙབ་ཆོས་ཀྱི་འདུག་ཨ་སོ་ཙབ། ཨ་སོ་ཙབ་ཆོས། སོ་ཙབ་ཆོས་ནི་ཉི་མ་ཅེས་སོ་ཙབ་དེ་མིག་དཔེ་ནང་དུ་ཕྱིན་འདུག་ཨ། མིག་དཔེ་ནང་ཕྱིན་ད་དེ་ནས་བ་དོན་རོགས་མ་བྱས་ནས་སོ་ཙབ་དེ། ད་དོན་མ་མ་དོན་བ་བྱས། ད་དེ་ནས་བའི་རྫ་བྲག་གི་བྱས་ནས་སྨན་ཁང་ལ་ཕེབས་རོགས་སྨན་ཁང་ལ་ཕེབས་དུས་ད་དེ་རིང་ཁ་སང་གི་ངོ་དགྲ་དང་དེ་འདྲའི་གི་ཆ་རྐྱེན་ནི་ཡག་པོ་ཡོད་མ་རེད་ཨ་ནི་གོམ་པ་དེ་ལ་ཡ་ང་ཚོ་སྐྲག་སྐྲག་བྱས་ཡོད་ཟེར་རོ། སྐྲག་སྐྲག་བྱས་ད་སྐྱོ་གོ་སྐྱོ་གོ་བའི་ཐབས་ཤེས་བྱས་སྐྲག་སྐྲག་བཏང་ཉེན་དེ་ཡོང། དེ་ནས་བཀྲག་བཀྲག་ནང་ལོག་ལ་ཡང་དགེ་བཤེས་ལ་ཁྲིད་དོ། ཁྲིད་ཨ་ནི་ནང་འགག། དཔེ་མི་སྲིད་པའི་སྐྱོ་བོར་བ་ཉི་མ་འབར་རེས་འབོར་རེས་ཨ་ནི་མོ་བྲག་ནས་ཐེབས་ཏེ་ད་བཀྲག་བཀྲག་ཟེར་ནས་ཕྲུག་བཞི་བོ་ཤོར་བ། བྱས་ནས་དེ་ནས་བཀྲག་བཀྲག་ནང་ལོག་ལ་ཁྲིད་ནས། གང་ཟག་དང་པོ་མི་དུས་འགོག་མ་རེད་སོ་སོ་ཁྱོད་དུས་འགོག་མ་རེད། ཨ་ནི་བཏང་བརྙན་དེས་པའི་རྔམ་དྲག་བྱས་ནས་མགྱོགས་པོ་བཏང་གོ་རོགས་ད་སྨན་ཁང་ལ་མགྱོགས་པོ་སླེབས་གོ་རོགས། བཏང་བརྙན་དེ་མགྱོགས་པོ་བཏང། བྱས་ཨ་ནི་གང་ཟག་བྱས་ནང་འགག་དཀྱིལ་དེ་ལ་བཀྲག་བཀྲག་རྦད་དེ་གཡུག་གཡུག་གཡུག་གཡུག་གསོ་སོགས་དོན་དུ།

ང་རང་ཚོ་བཙན་བྱོལ་གྱི་སྒྲིག་འཛུགས་རེད་བཙན་བྱོལ་གྱི་རྟེན་གཞི་རེད་མང་པོ་ཞིག་ཚུགས་གནང་ནས་སྐབས་དེ་དུས་ཀྱི་གཞུང་ཞབས་སྣ་བརྙན་རྙིང་པ་ཚོ་ད་ལྟ་བཞུགས་གདན་ཡོད་རེད་ད་རེ་ཟུང་རེད་ཁོ་ནང་པོ་ཚོ་གསུང་གི་ཡོད་ཐོག་མ་དྲུག་ཅུ་སྟོད་ལ་ཡ་ད་དྲུག་ཅུ་རེ་གཅིག་རེ་གཉིས་དུ་བ་ལ་ཡ་ད་ང་རང་ཚོ་སྒྲིག་འཛུགས་ཚུགས་གནང་པའི་སྐབས་ལ་ཡ་ཧ་ལས་པའི་ཆ་རྐྱེན་སྐྱོ་བོ་ཨ་ཁོ་ཚོ་ཁོ་ནང་པོ་ཚོ་ད་དྲུང་སྐབས་དེ་དུས་དྲུང་ཆེ་སྣ་བརྙན་དེ་འདྲ་རེད། ཐེངས་གཅིག་དྲུང་ཆེ་བསྐོས་གནང་སོང། དྲུང་ཆེ་བསྐོས་གནང་འདི་ནས་ཁོ་རང་ཚོ་ལས་བྱེད་མང་པོ་ཞིག་མཉམ་དུ་སྐྱབས་མགོན་རྒྱ་བོད་ཡུལ་ཤུལ་ནོར་བུ་ཞལ་སྔ་ལ་ཡང་བཅར་ནས་ལས་དོན་སྙན་སེང་ཞུ་ཡག་དང་མ་དེ་བཀའ་སློབ་ཞུ་བའི་དེ་འདྲ་ཡོད། ཅེས་རྒྱ་བོད་རུམ་ཆེན་ཡར་བསྡུས་ནས་བཅར་དུས་རྒྱ་བོད་ཡུལ་ཤུལ་ནོར་བུ་གཟིམ་ཆུང་ལ་ཡང་མ་ཐང་ལ་མ་བཞུགས་ནས་ཨོ་ད་ཁྱེད་རང་ཚོ་སྡོད་སྡོད་སྡོད་ཟེར་ནས་མ་ཐང་ལ་བཞུགས་ཨ་ལས་བྱེད་ཁོང་ཚོ་ཐང་ལ་བསྡད་རྒྱ་བོད་རུམ་ཆེན་མ་ཐང་ལ་བཞུགས་ནས། ད་དེ་ལས་བྱེད་དེ་གི་གསུང་གོ་དུ་དངོས་གནས་དྲང་གནས་ཀྱི་ངེས་ལ། བསམ་བློ་གཅིག། ཞེ་བོ་ཅེས་བློ་ཕམ་མ་ནས་ད་རྒྱ་བོ་ཡི་ཤི་ནུ་བོ་ད་བོད་གངས་ཅན་གྱི་ལྗོངས་ལ་ཕོ་བྲང་པོ་ཏཱ་ལ་ད་འདི་འདྲས་ཀྱི་བའི་སི་ཏི་ཀང་ལ་ཞུགས་ཉེས་ད་ད་དུས་ད་ལྟ་འདི་འདྲས་བྱེད་ཀྱི་བའི་སྐུ་ངལ་འཕྲད་ཡག་ཡིན་ན་ཡང་སྐུ་ངལ་འདི་འདྲས་བྱེད་ཀྱི་ཐོག་ནས་ཡིན་ན་ཡང་བོད་བསྟན་སྲིད་ཀྱི་ཆེད་དུ་ད་འདི་འདྲས་ཅིག་བྱེད་ཀྱི་འདུག་བསམ་ནས་ད་གང་བྱེད་རང་དབང་མེད་པར་མིག་ཆུ་ཤོར་ནས། པས་ད་ཁྱོད་ནས་ཡང་ནད་དོན་ཞུ་ཡག་ད་ཅིག་གར་མ་གསུང་གི་ཡོད་པས་ཁྱོད་ནས་ཤེས་ཀྱི་མི་འདུག་གནས་སྟངས་འདི་འདྲས་ཅིག་གི་ཐོག་ནས་ད་གང་ལྟར་ད་ལྟའི་གྲུབ་འབྲས་འདི་འདྲས་ཅིག་བྱུང་བ་རེད་དེ་ཡིན་དུས་ད་ང་ཚོ་ད་ལྟ་ཆ་ཤས་པ་ཡིན་ན་གང་ཅིའི་ཐད་ནས་ཆ་རྐྱེན་བཟང་པོ་ཡོད་རེད་རེད་བ། ལས་ཀ་ཅིག་གནང་པ་ཡིན་ནས་སྟབས་བདེ་པོ་ཡོད་རེད། ཅིག་བསྟན་པ་ཅིག་སྤེལ་པ་ཡིན་ནས་ཡང་སློབ་ཁྲིད་ཅིག་གནང་པ་ཡིན་ནས་ཡང་ཆ་རྐྱེན་ཧ་ལས་པའི་ཕུན་སུམ་ཚོགས་པ་ཡོད་དུས་འདི་འདྲས་པའི་ཆ་རྐྱེན་འདི་ཚོ་ང་ཚོ་ཡང་དག་པ་ཅིག་དམ་འཛིན་གནང་ཡག་འདི་གལ་ཆེན་པོ་ཅིག་དང། དེ་བཞིན་དུ་ད་དགེ་བཤེས་མའི་ཕྱག་རྒྱའི་དང་འདི་འདྲ་ཅིག་བྱུང་བ་དེ་བསྐལ་པ་བཟང་པོ་རེད། འདི་འདྲ་བའི་ཕྱག་རྒྱའི་འདི་ལྟ་ཚད་དང་ལྡན་པ་ཅིག་ཡོང་ཡ་ཅིག་ཚད་དང་ལྡན་པ་ཟེར་དུས་ང་རང་ཚོ་གི་ཁོར་ཡུག་འདིའི་ནང་ལོགས་ལ་ཡང་ཚད་དང་ལྡན་པ་ཟེར་འདི་ཙམ་མ་ཡིན་པ། ང་རང་ཚོ་གི་ཁོར་ཡུག་འདི་གི་ནང་ལོགས་ལ་ཨོ་ད་དེ་ཞི་བུ་ཅི་རེད་གང་མེད་ཚད་རེད་ཟེར་འདི་ཙམ་མ་ཡིན་པ། ཅེས་བྱུང་ན་རྒྱལ་སྤྱི་འདི་མེད་པ་ཡིན་ན་ཡང་དངོས་གནས་དྲང་གནས་ཀྱི་ཅིག་རྒྱལ་ཁབ་ནག་ལོག་གླིང་ནས་ཡང་ཚད་དང་ལྡན་པའི་མཐོ་རིམ་བསླབ་གྲྭ་རེ་འདི་འདྲས་ཀྱི་ཐོག་ནས་ཚད་ལྡན་གྱི་ངོས་འཛིན་ཡོང་ཐབས་གནང་ཡ་ད་མི་ཤི་སྟེ་སྙེ་མ་སྐྱབས་མགོན་རྒྱ་བོ་ཡེ་ཤེས་ནོར་བུའི་ཡིན་ན་ཡང་འདི་འདྲའི་བཀའ་སློབ་ནང་དོན་ཕེབས་ཡོད་རེད་འདི་འདྲས་ཀྱི་ཐོག་ལ་ཡིན་ན་ཡང་དགོངས་བཞེས་གནང་ཡ་འདི་ཚོ་གལ་ཆེན་པོ་ཅིག་རེད་བསམ་གྱི་ཡོད་ཨ་འདིའི་སྒང་ལ་ཡ་ད་གཞུང་བཀའ་པོད་ལྔ་ལ་ཡ་སློབ་གཉེར་གྲུབ་སོང་ཕྱག་རྒྱས་རག་སོང་གསུང་བ་ཙམ་མ་ཡིན་པ་སྤུས་ཚད་དེ་གལ་ཆེན་པོ་རེད་དོ་དེ་ནང་ནས་སྐྱབས་མགོན་རྒྱ་བོ་ཡེ་ཤེས་ནོར་བུ་ཡང་ནས་ཡང་དུ་ང་ཚོ་རིགས་གཅིག་རྐང་འཛིན་གུ་གུར་ཡོད་རེད་ཅེས་བཀའ་གནང་གི་ཡོད་རེད་བཙུན་མ་ཙམ་མ་རེད། པའི་དགེ་འདུན་ཕ་ཙམ་མ་རེད་སྤྱི་དང་ང་རང་ཚོའི་སྤྱི་ཚོགས་ནང་ལོ་སློབ་གཉེན་ག་རེ་ཅིག་བྱེད་པ་ཡིན་ན་ཡང་སྤུས་ཚད་དང་སྤུས་ཚད་ཡག་པོ་ཅིག་ཡོང་བ་ལ་ཡང་རིགས་གཅིག་རྐང་འཛིན་གྱི་ཐོག་ནས་རང་རྐྱ་འཕེར་བ་ཅིག་དགོས་ཏེ་གལ་ཆེན་པོ་གསུངས་པ་ནང་བཞིན། ངོ་མ་རྒྱ་གར་ལ་ཆ་བཞག་པ་ཡིན་ན་ཡང། རེད། རྩ་བའི་མཁས་པ་བསམ་གྱི་མི་ཁྱབ་པ་ཡོད་རེད་དེ་ལས་དེའི་ནང་ནས་པའི་རིགས་གཅིག་རྐང་འཛིན་གྱི་ཐོག་ནས་འབུར་དུ་ཐོན་པ་ཡོད་རེད་པ། དཔེར་ན་རྣམ་འདྲེན་ལ་ཆ་བཞག་པ་ཡིན་ན་ཡང། ཕྱོགས་གླང་ཡབ་སྲས་ད། པའི་སློབ་དཔོན་ཕྱོགས་ནང་དང་ཆོས་གྲགས་སྲས་དེ་རྣམ་འདྲེན་ལ་ཡ། པའི་རྩིས་འབུལ་ཅིག་ཚང་མས་གུས་བཀུར་ཞུ་ཡ་ཅིག། ཕྱག་དེ་ངོས་འཛིན་ཞུ་ཡ་ཅིག་ཆགས་ཀྱི་ཡོད་རེད་པ་དེ་བཞིན་དུ་ཕར་ཕྱིན་ལ་ཡིན་པ་ཡིན་ན་སློབ་དཔོན་སེང་གེ་བསམ་གོ་དང་འཕགས་པ་གྲོལ་སྡེ་ལ་སོགས་པ། དབུ་མ་ལ་ཡིན་པ་ཡིན་པ་ཡིན་ན་ཡང། མགོན་པོ་ཀླུ་སྒྲུབ་ཡབ་སྲས། དེ་བཞིན་དུ། ཨ་ནི་མཛོད་ལས་ཕྱག་བཞག་པ་ཡིན་ན་ཡང་རྟགས་སྔོན་པོ་གོང་འོག་སོགས་འོག་མ་སྟེ། ཨ་ནི་མཛོད་ཀྱི་ཐོག་ལ་ཀུན་གྱི་དབྱིངས་ཉིད་ལ་སོགས་པ། ཨ་ནི་གོང་མ་ལ་ཕྱག་བཞག་པ་ཡིན་ན་རྟགས། འཕགས་པ་ཐོགས་མེད་ལ་སོགས་པ། འདུལ་བ་ལ་ཕྱག་བཞག་པ་ཡིན་ན་སློབ་དཔོན་ཡོན་ཏན་འོད་དང་ཤཱཀྱ་འོད་ལ་སོགས་པ་གང་དག། རྦད་དེ། གཞུང་ཚན་འདི་ལ་ཡིན་ན་ཡང་འོ་ད་ལྟའི་མཁས་པའི་ཕུལ་དུ་བྱུང་བ་རེ་ཚང་མས་གུས་བཀུར་ཞུ་བའི་ངོས་འཛིན་ཞུ་བའི་དེ་འདྲའི་ཆེས་ཡོང་གི་ཡོད་རེད་རེད་བ་འདི་ནང་བཞིན་གྱི་ང་ཚོ་རིགས་གཅིག་རྐང་འཛིན་གྱི་ཐོག་ནས་དངོས་གནས་དྲན་ནས་འོ་ད་འདི་ལྟར་དངོས་གནས་དབུ་མ་ལ་ཡ། མཐར་ཕྱིན་པར་བྱེད། རེད་པས་དེ་རང་རྐྱ་འཕེལ་བར་བྱེད། རེད་བསལ་ཡང་གི་ཡང་ངོས་འཛིན་བྱེད་ཐུབ་པ་ཅིག་ཕར་ཕྱིན་ཡིན་ནའི་འདྲ་དེ་དེ་བཞིན་གྱི་དེ་འདྲའི་ཅིག་བྱུང་བ་ཡིན་ན་ཡང་མ་འོངས་པ་ཡང་ནུས་པ་ཆེ་ཅིག་སྟོན་ཐུབ་བ་ཅིག་ཡོང་གི་རེད་བསམ་བསམ་ཅིག་དྲན་དེ་གི་འདུག་རེད་བ། དེ་འདྲའི་གི་ཐོག་ནས་ད་གང་ལྟར་མང་པོ་བྱུང་མ་དགོས་པའི་ཐོག་ནས་ཨ་ནི། ཚང་མ་ལོག་ལ་ཡག་ད། བསྟན་པ་ཉག་ཕྲག་པོ་ཡིན་པ་དེ་ཚང་མའི་ཐུགས་ལ་བཅངས་པ་ཅིག་དང། ང་ཚོ་ལ་ད་ལྟའི་འདི་འདྲའི་ཅིག་གྲུབ་འབྲས་ཐོན་བསྡད་ཡ་དེ་དངོས་གནས་དྲང་གནས་ཀྱི། བདག་ཅག་གི་སྟོན་པ་བཀའ་དྲིན་ཅན་གཉིས་པ་སྟོན་པ་གཉིས་པ་ལྟ་བུ་སྐྱབས་མགོན་རྒྱལ་བ་ཡེ་ཤུ་ནུས་པའི་དུས་ཀྱི་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད། རྒྱལ་བ་རིན་པོ་ཆེ། དོན་ལ་འཕགས་པ་སྤྱན་རས་གཟིགས་རེད་དེ་ལས། ཐུན་མོང་ལ་ཡང་མི་ཡི་རྣམ་པ་ལ་བརྟེན་ནས་ཕེབས་ནས་ད་ད་ལྟ་ཁོང་ལོ་དགུ་བཅུ་ལ་ཡང་འདུག་ཕེབས་ཏེ་ཡོད་རེད། དེ་འདྲ་ཡིན་དུས་ད་རྒྱ་བོ་རིན་པོ་ཆེ་གི་བཀའ་དྲིན་དྲན་པའི་ཐོག་ནས་སྐུ་ཚེ་ཞབས་པད་བརྟན་ཡག་གི། ང་རང་ཚོའི་ངོས་ནས་གསོལ་འདེབས་སྨོན་ལམ་ཞུ་ཡག་དང་གལ་ཆེ་ཤོས་དེ་བཀའ་བཞིན་བགྲོས་པའི་ཆོས་པས་རབ་གཉིས་ནས་གསུངས་པ་ནང་བཞིན་གྱི་རྒྱ་བོ་རིན་པོ་ཆེ་ད་བཀའ་ཁོངས་སྒྲུབ་ཐབས་གནང་ཡག། དེའི་སྒང་ནས་ད་སྐྱ་བོར་མི་ཞིག་བསྐུར་ན་མཐོན་པོ་ལ་ཡང་ཡང་སོན་ཡོད་པ་དེ་ང་ཚོས་ངོས་འཛིན་གྱི་ཐོག་ནས་ད་མ་འོངས་པ་སྐྱ་བོར་མི་ཆེ་ད་དགོང་ལོ་བརྒྱ་དང་སུམ་ཅུ་སོ་གྲངས་བཞུགས་ཡག་གི་ཞལ་བཞེས་བཟང་པོ་ཡོད་རེད་དངོས་གནས་དྲ་གནས་ཀྱི་སྐྱེས་པ་བཟང་པོ་རེད་དེ་ཡིན་དུས་མ་འོངས་པ་སྐྱ་བོར་མི་ཆེ་བཞུགས་པའི་དུས་ཚོད་འདི་རྩ་ཆེན་པོ་ཅིག་བརྩི་བའི་ཐོག་ནས་ལོ་ཙམ་མ་ཡིན་པ་ཉི་མ་རེ་རེ་ནས་ང་ཚོས་རྩ་ཆེན་པོ་ཅིག་བརྩི་བ་ཅིག་དང་རྩ་ཆེན་པོ་དེ་ཡང་གོ་སྐབས་ཅིག་ལ་བརྩི་བའི་ཐོག་ནས་ང་ཚོ་གོ་སྐབས་དམ་འཛིན་གྱི་ཐོག་ནས་རེད་བ། སྤྱི་ཚོགས་ནང་ལོག་ལ་ཡིན་ནའི་འདྲ་བོད་བརྒྱུད་ནང་བསྟན་གྱི་ཆོས་ལ་ཡིན་ནའི་འདྲ་ང་ཚོས་ནུས་པ་འདོན་ཐུབ་པ་ཅིག་སྤྱི་ཚོགས་ལ་ཕན་པ་སྒྲུབ་ཐུབ་པ་ཅིག་རྒྱ་བལ་བསྟན་པ་ལ་ཡང་ཞབས་ཕྱི་སྒྲུབ་ཐུབ་པ་ཅིག་དེ་འདྲས་ཅིག་བྱུང་བ་ཡིན་ན་དངོས་གནས་ང་རང་ཚོ་མི་ལུས་རྩ་ཆེན་པོ་དང་ཐོབ་བ། དེ་ཡི་སྒང་ལ་ཡང་སངས་རྒྱས་ཀྱི་བསྟན་པ་དང་མཇལ་བ། རེད་བ། རྗེ་གུང་ཐང་སངས་རྒྱས་དལ་བའི་སྟེང་དུ་རྒྱལ་བའི་བསྟན་དང་བཅས་མཚན་ལྡན་ཞེས་དང་ཆོས་མཐུན་གྲོགས་ཀྱིས་ཀྱང་དོན་གྱི་རྟེན་འབྲེལ་མཚུངས་པ་འདི་འདྲ་བ་ཡང་རྙེད་པར་དཀའ་ལ། དོན་ཆེ་བས་གསུངས་པ་ནང་བཞིན་གྱི་ཧ་ལས་པའི་ད་ང་རང་ཚོ་ལ་གོ་སྐབས་རྩ་ཆེན་པོ་འདི་འདྲས་ཅིག་བྱུང་བསྡད་ཡོད་རེད་དེ་འདྲས་ཅིག་ད་ང་ཚོའི་ངོས་ནས་གནང་པ་ཡིན་ན་ཨ་ནི་གོ་སྐབས་རྩ་ཆེན་པོ་འདི་དངོས་གནས་ཀྱི་རྩ་ཆེན་པོ་འགྱུར་བ་ཅིག་དང་དེ་ལ་བརྟེན་ནས་སོ་སོ་ཡིན་ནས་ཚེ་འདི་ཕྱི་གཉིས་ལ་ཕན་པ་ཞིག་ཡོང་གི་ཡོད་རེད་རང་གི་མི་རིགས་ལ་ཕན་པ་ཞིག་ཡོང་གི་ཡོད་རེད་སངས་རྒྱས་ཀྱི་བསྟན་པ་ལ་ཕན་པ་ཞིག་ཡོང་གི་ཡོད་རེད་རྒྱ་བོ་རུམ་བྱེད་བཀའ་དགོངས་ཡིན་ནས་དེ་ལས་ལྷག་པ་སྒྲུབ་ཡ་ཞིག་མེད་པ་ཡིན་དུས་ཨ་འདི་ཚང་མས་ཐུགས་ལ་བཅངས་པའི་ཐོག་ནས་ཧུར་ཐག་གནང་རོགས་ཞེས་ཞུ་བ་དང་མཉམ་དུ་ད་ད་རིང་ནས་བྱས་ཉི་མ་གཉིས་སེ་གཉིས་ཀྱི་བར་དུ་བུད། ད་ལྟ་ང་ཚོ་ཚོགས་ཆེན་འདི་འདྲ་ཞིག་འཚོགས་གནང་ཡ་རེད། འདི་རྣམས་ལ་མཉམ་ཞུགས་གནང་བ་ཡིན་ས་འདི་ཙམ་མ་ཡིན་པ། འདིའི་ཐོག་ལ་ཡང་མཁས་དབང་མང་པོ་ཅིག་གིས་རོ་པ་དགོངས་ཚུལ་གསུང་གི་རེད་ལམ་སྟོན་གནང་གི་རེད། དེ་ཚོ་ཡག་པོ་ཅིག་གསན། ཡག་པོ་ཅིག་གསན་ནས་ཨ་ནི་སོ་སོ་འདིའི་ཐོག་ལ་ཡང་སློབ་སྦྱོང་གླེང་ཡ། མ་འོངས་པ་སོ་སོ་ཡིན་ནས་ག་རེ་ཅིག་བྱེད་ཡག་འདུག་བྱས་ནས་མ་འོངས་པ་འཆར་གཞི་སྒྲིག་ཡ། སོ་སོ་ཡིན་ནས་བློ་དོགས་གོང་འཕེལ་ཡོང་ཡ། འདི་འདྲས་ཀྱི་ཐོག་ལ་ཏན་ཏན་གྱི། ཕན་ཐོགས་ཆེན་པོ་ཡོང་ཡ་ཅིག་ཡིན་དུས་ཨ་ཉི་མ་གཉིས་དེ་ཨ་ནང་པ་ཚོ་གལ་ཆེན་པོ་བསྲིས་ནས་དེ་ཕེབས་པ་རེད་མང་པོ་བྱས་ལ་ཡ། ཕྱག་དཔེ་གསན་བཞེས་གནང་ཡ་སློབ་ཁྲིད་གནང་ཡ་མང་པོ་བྱས་ཡོད་རེད། དེ་ཚོ་ཕ་ཞག་གནང་ནས་དེ་ཕེབས་པ་རེད་ཨ་ལྷག་པར་དུ། དེ་ཏཱ་ལའི་བླ་མ་ཐེབས་རྩ་རེད་ཕྱི་རོལ་ལས་ཁུངས་རེད་ཨ་དེ་ཚོ་ལ་ཡ་དངོས་གནས་ཕྱག་ལས་མང་པོ་བཞག་ཡོད་རེད་བ། ཡིན་ནའི་དེ་ཚོའི་ཐོག་ནས་གལ་ཆེ་དོན་ཆེ་གི་བརྩིས་ནས་ཨ་དེ་གོ་སྒྲིག་གནང་གི་ཡོད་རེད་དེའི་སྒང་ལ་ཡིན་ན་ཡང་གསུང་བཤད་གནང་མཉན་དང་གཙོ་སྐྱོང་གནང་མཉན་མང་པོ་བྱས་ཀི་གལ་ཆེ་དོན་ཆེ་བརྩིས་གནང་ནས་ཨ་འདས་འདུག་གནང་གི་ཡོད་པ་རེད་ཨ་འདས་ཚོ་ཚང་མ་ལོ་ཡག་པོ་ཡོང་ཡ་ཅིག་ང་རེ་ངོས་ནས་སྨོན་ལམ་ཞུ་ཡ་ཡིན་ཨ་ད་དུས་འདས་རྒྱ་བོད་བསྟན་པ་རིན་པོ་ཆེ་དར་ཞིང་རྒྱས་པ་ཡོང་ཡ་དང་ཨ་འདས་འདྲེ་ཅིག་ཡོང་ཡ་ལ་ཡ་ཨ་གཙོ་བོ་སྐྱབས་མགོན་རྒྱ་བོད་ཡིད་བཞིན་ནོར་བུ་སྐུ་ཚེ་ཞབས་པད་བརྟན་ཡ་ལ་ཧ་ལས་པའི་གལ་ཆེན་པོ་དང་ཨ་དེ་བཞིན་དུ་སངས་རྒྱས་ཀྱི་བསྟན་པ་རྒྱས་པ་ལ་ཡ་ཅིག་ས་རྡོ་ལ་ཡ་བརྩིགས་ནས་འདི་ཙམ་མ་རེད་ད་གཙོ་བོ་དེ་སངས་རྒྱས་ཀྱི་བསྟན་པ། དངོས་གནས་དྲང་གནས་ཀྱི་བཤད་སྒྲུབ་གཉིས་ཀྱི་ཐོག་ནས་ཉམས་ལེན་གནང་ཡན་དེ་གལ་ཆེན་པོ་ཡིན་དུས་སངས་རྒྱས་ཀྱི་བསྟན་པ་བཤད་སྒྲུབ་གཉིས་ཀྱི་ཐོག་ནས་ཉམས་ལེན་གནང་ཡན། གཙོ་བོ་ང་ཚོ་གྲྭ་བཙུན་ཆགས་བསྡད་དུས་ཚང་མ་ལོག་གི། དོན་གྱིས་ཞུས་པ་ན་གཞན་གྱི། ཚང་མ་ལོག་སྐུ་ཚེ་ཞབས་པའི་བསྟན་པ་ད་ག་ནས་གཞན་གྱི་ཨ་རེ། པའི། ཉམས་ལེན་རེ་ག་ཅིའི་ཐད་ནས་ཡར་ངོ་ཟླ་བཞིན་དུ་འཕེལ་ཡག་སྨོན་ལམ་ཞུ་བ་ཡིན་བཀའ་དྲིན་ཆེ་ཐུགས་རྗེ་ཆེ།